ཁྲིམས་གཅིག་བཟོས་ཡོད་རེད་དེའི་ཐོག་ལ་ཡང་ད་ཨ་རིའི་སྲིད་འཛིན་དྲོ་ནལ་ཏྲམ་གྱིས་མཚན་རྟགས་བཀོད་པ་དེ་ལ་ཡང་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་དང་ལ་ཞིག་བོད་མི་ཚང་མའི་གི་ཚབ་ཞུས་རྗེས་འཚམས་འདྲི་དང་ཐུགས་རྗེ་ཆེ་ཞུ་བ་ཡིན། དེའི་ཐོག་ལ་ཡང་ད་དཔེར་ན་ཁྲིམས་འཆར་འདི་ལམ་ལྷོང་ཡོང་ཡག་ཐོག་ལ་ཡང་ཨ་རིའི་གི་ཅིག་ག་སོའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང ICD གི་ལས་གཞི་འགོ་བཙུགས་དེ་ལ་ཡང་ཨ་ནི་ཅིག་གི་བོད་དོན་རྒྱབ་སྐྱོར་ཚོགས་པ་རེད་དང་ལ་ཞིག་བོད་རིགས་རྣམ་པ་ཚོ་རེད་སྐུ་ཚབ་དོན་གཅོད་ཐོ་རེད་ཨེ་ནི་དང་རེ་ཞིང་གི་གྲོས་ཚོགས་གོང་འོག་གི་དང་འཐུས་མི་ཚང་མས་ཀྱི་ད་དེ་རྒྱབ་སྐྱོར་དང་དཀའ་ལས་སྐྱོན་པ་དེ་ལ་ཡང་ཚུལ་མཐུ་ཆེས་སྙིང་ཐག་པ་ནས་མཐུ་ཆེས་ཞུ་བ་ཡིན། རྒྱ་ནག་ངོས་ནས་གལ་སྲིད་ངེད་མ་ནང་བཞིན་ཨ་རིའི་ནང་ལ་ཁོ་རང་ཚུགས་ཡོང་ཡག་གི་འདོད་པ་དང་དེ་འདྲ་ཡོད་པས་ན་ཨེ་ནི་བོད་ལ་ཡ་བོད་ཀྱི་ས་ཁུལ་ལ་ཡ་ཨེ་ནི་ཨེ་ནི་འདྲ་མཉམ་ཁོ་ནས་སྤྲད་དགོས་རེད་ཞུ་བ་ཡིན། གནས་ཚུལ་འདི་གོ་དུས་ཨ་ནི་བལ་ཏེ་ད་ཨ་རིའི་སྲིད་འཛིན་རང་གིས་ཨ་ནི་ད་མཚན་རྟགས་བསྐྱོན་བཞག་དུས་ཨ་ནི་ད་བལ་ཏེ་རྒྱལ་ཁབ་ཅིག་གི་ཁྲིམས་ཀྱི་ནང་ལ་སླེབས་བསྡད་དུས་འདི་ངོ་མཚོན་གྱི་ཞི་བོ་ཅིག་གི་ཁར་སོ་རེད། གལ་གནད་ཆེན་པོ་ཅིག་ད་ཨ་ནི་ཁོ་ན་ཚོ་སྐུ་ངལ་བསྐྱོན་མཁན་ཚོ་དང་ཨ་ནི་ད་ག་ནང་ཞིག་གི་ཨ་རིའི་གཞུང་རང་ལ་ཨ་ནི་སྙིང་ཐག་པ་ནས་ང་ཚོ་བུད་མེད་ལྷན་ཚོགས་ནས་ང་ཚོས་བཀྲ་ཤིས་བདེ་ལེགས་ཞུ་དང་ཨ་ནི་ཐུགས་རྗེ་ཆེ་ཞུ་གི་ཡོད། ཁེ་སེང་དངོས་སུ་ནི་ཨ་རི་སྲིད་འཛིན་མཆོག་གི་ད་ལྟ་ཁྲིམས་ལ་གཏན་ཕབ་ཐུབ་ཡས་དེ་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་འཚམས་འདྲི་དང་བཀྲ་སླད་ཞུ་ཡས་དང་དང་ན་གཞན་ཅིག་མ་འོངས་པར་ད་རེ་བ་དེ་ནི་ཅིག་ཨ་རི་ནང་ལོགས་ལ་ད་ད་བོད་པ་མང་པོ་ཞི་བུ་ཞིག་ཡོད་རེད་ཁོ་རང་ཚོ་ད་ད་ཨ་རི་མེ་སའི་ཡུལ་ཕྱོགས་དེ་སོགས་ནི་ཅིག་བོད་ནང་ལོགས་ལ། ཨ་རིའི་མི་སེར་ནང་བཞིན་ཕར་ཚུར་བྲོས་ཡ་དང་དང་ནང་བཞིན་དེ་ཡིན་གཅིག་ཨ་རིའི་གི་དོན་དང་རང་དབང་ཅན་གི་གསར་འགོད་པ་དེ་ཚོ་ཨ་ཅིག་བོད་ནང་ལོག་ལ་རང་དབང་ཐོག་ལ་བྲོས་ཐུབ་ཡ་གི་ད་ནི་དེ་རེ་བ་ཆེན་པོ་ཅིག་ཐོན་དགོས་དེ་དེ་ཚོ་གལ་སྲིད་བོད་ནང་ལོག་ཅིག་ཕེབས་ཐུབ་ཡ་ན་ཨ་བོད་ནང་ལོག་ལ་ཏན་ཏན་ང་རང་ཚོ་ལ་ཅིག་ཕན་ཐོག་ཡ་ཅིག་ཡོང་གི་རེད་བསམ་གི་འདུག།

ཅིག་ལག་ལེན་ན་བསྟར་མ་ཐུབ་ནས་བསམ་བློའི་ནང་ལ་ཡང་ཐུགས་རྗེ་ཆེ་ལ་ནི་དེ་འདྲ་ཡག་པོ་བྱུང་སོང་ཨ་བསམ་པ་གི་ཚུལ་ཁྲིམས་པ་ཡིན་ན་ལས་ནི་ཡག་པོ་ཞིག་བྱ་རེ་བསམ་གི་འདུག་ཨ་དེ་ལ་སོགས་པའི་ད་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་གི་ཡང་དེ་འདྲ་འགྲོ་རྒྱུ་ཅིག་དེ་གི་ཨ་རི་གི་ད་ཅིག་དེ་མིག་དཔེ་སྒྲོ་ལྟ་ཅིག་ནི་ཅིག་ཡུ་རོ་དེ་ཚོ་དང་ནི་དེ་ལ་སོགས་པ་གི་ཅིག་ཡང་རྒྱལ་ཁབ་གཞན་པ་དེ་ཚོ་ལ་ཡང་ཅིག་འདྲ་གི་རེ་སྐུལ་ཞུ་ཡ་དང་རྒྱབ་སྐྱོར་བྱེད་ཡ་དེ་ཚོ་ནི་དཔེ་གལ་ཆེན་པོ་རེད་བསམ་གི་འདུག་ལགས། ང་རང་གིས་ད་བལ་བོད་ཕྱི་ནང་གཉིས་ཀྱི་ཚབ་མཚོན་པའི་གིས་བོད་ཀྱི་རྒྱལ་བ་མང་གཙོ་ཚོགས་པའི་གིས་ཚབ་ཞུས་ནས་ཨ་རིག་གི་སྲིད་འཛིན་མཆོག་དང་ད་ག་ནང་བཞིན་གྱི་འབྲེལ་ཡོད་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་བལ་ཤིན་ཏུ་ནས་དགའ་བོ་བྱུང་ཐུགས་རྗེ་ཆེ་ཞེས་ཞུ་ཡི་ཡིན། ང་ཚོ་རྒྱལ་ཁབ་མེད་པ་གི་མི་ཅིག་ཡིན་པའི་ཆ་ནས་ལྷག་པར་དུ་ད་ཅིག་ཏན་ཏན་གྱི་ཕྱི་ཕྱོགས་གྱི་རྒྱལ་ཁབ་ཟིག་གི་ངོས་ནས་ཁྲིམས་གྱི་ལ་ཁ་ནས་དེ་གའི་རྒྱབ་སྐྱོར་བྱས་གནང་དེ་ལ་ཧ་ལས་བ་གི་ང་ཚོ་དགའ་འོས་བ་ཅིག་རེད་བསམ་གྱི་འདུག་ར་ད་ཡིན་ན་ར་དེ་ལས་ཀྱང་གལ་ཆེན་པོ་དེ་ག་རེད་ཟེར་ན་ད་ཁྲིམས་ཆད་དེ་ཡིག་ཐོག་བྲིས་པ་དང་དེ་ལ་ས་བོན་བརྒྱབ་པ་ཁོ་ན་མ་ཡིན་པར་མ་འོངས་པར་དངོས་སུ་ལག་ལེན་བསྟར་དགོས་ཡ་དེ་དེ་ལས་ཀྱང་གལ་ཆེན་པོ་རེ་བ་ཆེ་ཤོས་དེ་རེད་བསམ་གྱི་འདུག་ད་ཡིན་ན་ར་ཁྲིམས་ཆད་དེ་བོད་ནང་ནས་ལག་བསྟར་ལག་ལེན་བསྟར་ཐུབ་ཀྱི་རེད་མ་རེད་ཟེར་ཡ་དེ་གཅིག་དེ་ལྟ་ན་ངེས་ཤེས་དཀོན་ནོ། འདི་གི་ཨ་རི་དང་རྒྱ་ནག་གཉིས་ཀྱི་ཁ་སྟངས་དེ་རང་གི་སུ་གཅིག་གི་ཁ་ཕྱོགས་རེད་བར་གྱི་རྙོག་འཛིང་རེད་འདི་མོ་མང་པོ་ཟིག་གི་དབང་གིས་རྒྱ་ནག་ཡིན་ནམ་གྱིས་ན་རྒྱ་ནག་གི་ནང་ཁུལ་ལ་ཅིག་ཐེ་གཏོགས་བྱས་མི་ཆོག་ལ་དང་ཐེ་གཏོགས་བྱེད་གི་འདུག་ལབ་ན་སྐྱོན་བརྗོད་མང་པོ་ཅིག་བྱེད་ཡོང་གི་འདུག་དེ་ཡང་ང་ཚོ་གི་གཞིས་ཀ་ཀ་ལ་ཀོ་ར་དགག་ཅིག་རེད་བསམ་གི་འདུག་དེ་ནས་གལ་ཏེ་མ་འོངས་པ་ད་ལྟ་གི་དུས་ཁྲིམས་ཕྱིར་དེ་འོ་ནང་ནས་དངོས་སུ་ལག་ལེན་བསྟར་ཐུབ་སོང་བ་ཡིན་ན། ད་ལྟ་ན་རྒྱ་ནག་གི་བྱེད་སྒོ་ནི་དངོས་གནས་རྒྱ་ནག་ནང་ལོགས་ན་བོད་མི་ཚོ་འགྲོ་བ་མིའི་ཐོབ་ཐང་ཡོད་ཁ་མེད་གི་འགྲོ་འགྲོ་འདུག་རང་དབང་ཡོད་ཁ་མེད་གི་སྐད་ཡིག་རང་དབང་ཡོད་ཁ་མེད་གི་ཆོས་ལུགས་རང་དབང་ཡོད་ཁ་མེད་གི་དེ་ནི་དངོས་གནས་གི་བདེ་སྐྱིད་ཀི་འཚོ་བ་ལུགས་དེ་ཚོ་སྐྲུན་ཡོད་ཁ་མེད་གི་དེ་རྒྱལ་སྤྱིའི་མི་མང་གི་ཧ་ཅང་ཚ་བོ་ཡིག་ཤེས་ཀྱི་རེད་བསམ་གི་འདུག་དེ་དེ་གི་དེ་གོ་སྐབས་གལ་གལ་ཆེན་པོ་ཟིག་རེད་བསམ་གི་འདུག།